ཕ་ཡུལ་གཙུག་ལྷོ་འདི་ང་རང་ལ་མཚོན་ན་མི་ཚེ་གི་ཁི་ལུམ་རིང་མོ་ཟིག་རེད། ངའི་སེམས་ཀྱི་ཕ་ཡུལ་ཡིན་ན་ཧ་ཁི་ཆང་ཡག་རྫ་འདྲ་འདྲ་དང་ཧ་ནི་འབྲོང་མོ་ར་འདྲ་འདྲ་མ་ཧྲི་མ་ཕྱི་ཡར་ཇོ་འདྲ་འདྲ་ཡོད་ས་འདི་དག་ངའི་ཕ་ཡུལ་ལ་ངེས་འཛིན་གྱི་ཡོད། ཕ་ཡུལ་ནི་ཕ་སྐད་བཤད་ས་དང་ཕ་མ་བཞུགས་སའི་ས་ཆ་ཞིབ་པོ་དེ་རེད། ཕ་ཡུལ་ནི་རང་གི་ལྟས་འཁྲུག་པོ་ས་རེད། ང་ལ་མཚོན་ན་ཕ་ཡུལ་ཞེས་པ་ནི། ཆུང་རི་ཨ་རི་ཏི་ཧ་ནང་ན་ཆགས་ཀྱི་ཡོད་ལ་འདུག་སོང་དེར། ཨ་རི་ཏི་ཧ་ནང་ཡོང་ནས་གཟིགས་སྐུ། མནའ་མའི་ངོ་ཤེས་ར་འགྱོད་ན་འདུག་སོང་དེར། ཕ་ཡུལ་ཟེར་གོ་འདི་ཐ་སྙད་གཅིག་གི་མཚོན་པར་བྱས་ན་ང་རང་གིས་གཟུང་ཐག་བྱས་པ་དག་གི་མཚོན་པར་བྱེད་དགོས། ང་རང་ལ་ཆ་བཞག་ནས་བཤད་ན་ཕ་ཡུལ་ཞེས་པ་འདི་ནི་དུས་ནམ་ཡང་སེམས་ཁོང་གཏིང་ནས་དྲོད་ཁོལ་མྱོང་ཐུབ་པའི་ཐ་སྙད་ཞིག་ཡིན། ཕ་ཡུལ་ནི་ཨ་མྱེས་ཀྱི་ངག་ན་ཡོད་པའི་གནའ་གཏམ་ཞིག་ཡིན། ཕ་ཡུལ་ཟེར་བ་ནི་ཉེ་བའི་གབ་ན་ཡོད་དུས་སེམས་ངལ་བཙོ་ས་ར་རྒྱང་རིང་ཡིན་ནར་ངེས་དུས་དྲན་པ་མཐུ་ས་རེད། ང་རང་གིས་མཚོན་གྱི་ན་ཕ་ས་ཕ་ཡུལ་འདི་རྣ་གི་སྙན་ས་ཟིག་ར་མགོ་རྗེའི་ལྟ་ས་ཟིག་རེད། ཕ་ཡུལ་ནི་ང་ཚོ་མི་གཅིག་གི་མི་ཚེ་ནང་ནས་ཧ་ཅང་གི་དོན་སྙིང་ལྡན་པའི་ས་ཆ་ཞིག་རེད། ངའི་སེམས་ནང་གི་ཕ་ཡུལ་ནི་ལོ་ན་ཆུང་དུས་རྟག་ཏུ་བྲལ་འདོད་ཅིང་ལོ་ན་རྒས་དུས་རྟག་ཏུ་ལོག་འདོད་པའི་ས་ཆ་དེ་རང་ཡིན། ཕ་ཡུལ་ནི་ལྷུན་པོ་ཞིག་ཕ་ཡུལ་ནི་གཙང་བོ་ཞིག། ཕ་མ་ཡོད་ས་ཕུ་ནུ་ཡོད་ས་རྩེ་ར་ཡོད་ས་འདི་ཕ་ཡུལ་ལ་མིང་འདི་འདི་ཡོད། མི་ཚེའི་འདི་གི་ཞི་བདེའི་གི་རྨི་ལམ་དང། ནར་སོན་གི་དགོས་རྟགས་གཉིས་ཀ་མཉམ་པོར་བསྒྲིལ་སྐྱེ་དགུ་གི་ཕྱིའི་རྨོངས་བའི་ཞག་འདི་དེ་ཡིན་པར་སྙམ། ཕ་ཡུལ་ནི་རང་གི་དྲན་འཛིན་གྱི་མེ་ལོང་གཉིས་སུ་བསྣན་པའི་འགྲོ་སུ་ཐབས་མེད་པའི་ལོ་རྒྱུས་ཀྱི་བྲན་ཁང་འགའ་ངོས་འཛིན་གི་ཡོད། ཕ་ཡུལ་ནི་ནམ་ཡང་ཕྱིར་ལོག་དགོས་སའི་རི་རྟའི་སྨུག་པོ་དེ་ལ་ངོས་འཛིན་གྱི་ཡོད། ཉིན་མཚན་དུས་དྲུག་ཏུ་རང་གི་སེམས་དང་འཁོར་སླ་བའི་ས་ཆ་དེ་ང་ལ་མཚོན་ན་རང་གི་ཕ་ཡུལ་ལ་ངོས་འཛིན་གྱི་ཡོད། ངས་ནམ་ཡང་བརྗེད་རྒྱུ་མེད་པའི་བྲན་ཤིང་དེ་ཕ་ཡུལ་ལ་ངོས་འཛིན་གྱི་ཡོད། ཕ་ཡུལ་འདི་ང་མཚོན་ན་རྒྱུན་དུ་འགྲིམ་འགྲུལ་ཆེ་ན་ར་མ་འཕྲི་ནོ་གི་འཕྲིན་ཕ་ཟིག་རེད། ང་མཚོན་ན་ཕ་ཡུལ་ནི་དྲན་གདུང་རིགས་ཤིག་རེད། ཕ་ཡུལ་སི་ཀོན་འདི་ང་ལ་མཚོན་ན་ཉེ་རབས་དུ་མ་ཟིག་གི་གཏམ་རྒྱུད་གསོག་འོས་གཞུང་ལུགས་ཀྱི་བདེ་གཟུགས་ལྟ་བུ་ཟིག་རེད། ཕ་ཡུལ་ཞེས་པ་དེ་རི་འགའ་ཆུང་གྲས་ལག་འཁྱག་ས་ཟིག་རི་འགའ་ཧ་མ་ཡོད་ས་དུ་མུ་ཟ་ངེས་འཛིན་བྱ་གི་ཡོད། ཕ་ཡུལ་སི་ཀོན་འདི་རིག་གནས་ཀྱི་དྲན་པ་ཟིག་རེད་བརྩེ་དུང་གི་བྲེལ་ཐག་ཟིག་ངེས་འཛིན་གི་ཡོད། ཕ་ཡུལ་ནི་ང་རང་གི་སེམས་ནས་ནམ་ཡང་བརྗེད་ཐབས་མེད་པའི་ཞི་མཐུན་ཆེན་མོ་ཟིག་ངེས་འཛིན་གི་ཡོད། ཕ་ཡུལ་ཞེས་པ་དེ་ང་རང་ཉིད་ལ་མཚོན་ན་སེམས་ཀྱི་དྲོད་ཐིགས་ཟིག་ངེས་འཛིན་གི་ཡོད།